ཡ། རྒྱུ་ལས། དེ་ནས་ལ་དྭགས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལམ་རྒྱལ་ཚང་མ་ལ་སྔ་དྲོ་བདེ་ལེགས་སུ་དང་རྒྱུ་ལས་བཞུགས་ཏེ་དེ་རིང་འདི་ག་ན་ཡང་ང་དང་ཨེ་ནས་དང་ཨེ་འཇུག་པ་ན་ཡང་ཚིག་ཁ་ཅིག་བཞིན། གང་གིས་བདག་ལ་རིག་པ་བསླབ་པ་དང་མདོ་རྒྱུད་དང་ཆོས་སྨྲ་སྔགས་རྗེས་དང་དང། ལྷ་བར་ནོ་དང་དབང་བསྐུར་བྱིན་རླབས་པའི་དངོས་ཀྱི་བླ་མ་རྣམས་ལ་ཕྱག་འཚལ་ལོ། གསུངས་པ་བསམ་ན་ད།

ཨོ་དེ་ནི་བསམ་པ་ངན་པ་དང་བྲེལ་ཟ་བ་ཨོ་གཟུགས་ཡོད་ན་ཨེ་ནི་ང་དང་མ་བརྟགས་པར་འགྱུར་ར་ནོ་གསུངས་འཇིག་དང་ཨོ་དེ་སྐོར་ལ་ཨེ་ནི་ངས་ཚིགས་མང་ཉུང་ཅིག་ཞུས་པིན། ད་དེ་རིང་དེ་ནི་ངས་དེ་སྐོར་ལ་ཅི་ཞུ་ཅན་ཟེར་ན་དཔེར་ན་ཨེ་ནི་ང་དང་ཡར་དཀོན་མཆོག་ལ་མཆོད་པ་ཕུལ་ཙ་ན་ཨེ་ནི་ང་དང་སྟུར་རྒྱུ་ན་ཆགས་པའི་ངོ་ནས་ན་དེའོ་གསུངས་དེ་ཨོ་ཨ་ནོག། ཨེ་ནས་ག་སངས་རྒྱས་ཆོས་དགེ་འདུན་ལ་མཆོད་པ་ཕུལ་ཙང་ན་ཨེ་ནས་སངས་རྒྱས་དང་ཆོས་ས་སང་ཨེ་ནས་དགེ་འདུན་ལ་ཨེ་ནས་མཆོད་པ་ཕུལ་ན། ཧ་ལས་ཨོ་ད་ག་ཁྱེད་དེ་ན་ང་དང་རང་ཨར་རྒྱུ་ནོར་ལོངས་སྤྱོད་ཀ་ཟུག་ཞིག་ག་ལ་འཇོ་རེ་ན་མཆོད་པའི་ངོ་སྤོ་ག་ཟུག་ཞིག་པུ་ལེ་ན་ཨོ་དེ་བསོད་ནམས་ཆེ་བ་ཡོད་ཞོལོགས། ཧ་ལས་ཀ་གཟུགས་ཡིད་གཟན་པོ་གཅིག། ཨེ་ནི་དགེ་འདུན་ལ་ཕུ་ལན་པོ་གཅིག་ཨེ་ནི་དེ་ག་ན་དགེ་འདུན་ལ། ཨེ་ནི་དགའ་སྐྱེད་དེ་ནང་ཕུ་ལོའི་ཕ་ཡོན་དང་ལོངས་སྤྱོད་པའི་ཕ་ཡོན་ཨེ་ནི་གཉིས་ཀ་ཡོང་བས་སྤྱོད་ལོག། ཨེ་ནི་སངས་རྒྱས་དང་ཆོས་ལ་སྤྱོད་པ་ཕུལ་ཙམ་ན་ཕུ་ལོའི་ཕ་ཡོན་པོ་མ་རྟོགས་ཨེ་ནི་དངོས་སུ་ལོངས་སྤྱོད་པའི་ཕ་ཡོན་པོ་ཐོབ་བ་མེད་སྤྱོད་ལོག། སོང་པ་བསམ་ན་ད་དགེ་འདུན་ལ་ང་དང་སྐྱེན་བཀུར་ཅིག་ཞུས་ན་ང་དང་ཕུ་ལོས་ཕ་ཡོན་ཅིག་རང་ཐོབ་པའི་སྐྱབས་ཨེ་ནས་དགེ་འདུན་ནས་ད་ངོ་སུ་ཁོ་ལོངས་སྤྱོད་དེ་ད་བསང་ན་རྡོ་ནས་ད་བསང་ན་ད་དོན་དང་ཅིག་ཡིན་ན་ཡང་འདྲ་འོ་ང་དང་དེ་ན་ཙོ་ལ་ཨེ་ནས་ག་སོལ་རྒྱག་ཅིག་ཡིན་ན་ཡང་འདྲ་ཨེ་ནས་འདོན་ཀིར་ཅིག་ཡིན་ན་ཡང་འདྲ་ནམ་བཟའ་ཞིག་ཡིན་ན་ཡང་འདྲ་འོ་ད་ངོ་སུ་ལོངས་སྤྱོད་དེ་ད་བསང་ན་ཕུ་ལོས་ཕ་ཡོན་དང་ལོངས་སྤྱོད་པའི་ཕ་ཡོན་གཉིས་ཀ་ཡོད་ཞུས་རོགས། ཨེ་ནས་ད་དེ་ནས་ཀྱང་ཨེ་ནས་ང་དང་དགེ་འདུན་ལ་ཨེ་ནས་ཀ་མཆོད་པ་ཕུལ་ན་ཨོ་དེ་ནས་སངས་རྒྱས་ལ་མཆོད་པ་ཕུལ་ལོ་ཡང་ལྟོ་ནས་ཚང་ཨེ་ཞོན་ནོ། ཨེ་ནས་ང་དང་གཏོར་རྒྱུ་ན་ང་དང་ཕྱག་སྤེལ་ན་ཏེའུ་སོང་སྟེ་ཡོང་དུ་བ་དེ་གང་ལ་ཕུལ་ན་ལྟོ་མཆེ་བ་དགེ་འདུན་ལ་ཡང་དབུལ་བར་བྱ། ད་དེ་ན་ཚོགས་ལ་དེ་ནས་ང་དང་གཞན་གྱིས་དམ་པ་དགེ་འདུན་ཏེ་གསུངས་སྲིད་དོ་ཨ་ལས། འོ་གསུངས་པ་བཟང་ན་ཨེ་ནི་སངས་རྒྱས་སྲིད་ད་འོ་ན་སངས་རྒྱས་དགེ་འདུན་ལ་མཆོད་པ་ཕུལ་ན་ཨེ་ནི་སངས་རྒྱས་ལ་མཆོད་པ་ཕུལ་བ་དགའ་གཟུགས་ཀྱི་ཕྱག་ནོག་ཟན་པོ་གཅིག་ཨེ་ནི་སངས་རྒྱས་སྲིད་བཀའ་བཞིན་འོ་རྩིས་ཀན་འོ་སངས་རྒྱས་སྲིད་བཀའ་བཞིན་ཨོ་དེ་ནས་སྒྲུབ་བཀན་པོ་སུ་ཡིན་ནོ་ཟེར་ན་དགེ་འདུན་ཡིན་པ་བསམ་ན་སངས་རྒྱས་སུ་ཆོས་ཉམས་སུ་ལེན་བཀན་པོ་སུ་ཡིན་ནོ་ཟེར་ན་དགེ་འདུན་ཡིན་པ་བསམ་ན། ཨོ་དེ་དབང་གིས་ཡིན་ནི་དགེ་འདུན་ལ་མཆོད་པ་ཕུལ་ན་སངས་རྒྱས་ལ་ཡང་མཆོད་པ་ཕུལ་ལེ་ལེ་དགོས་དེ་ནས་མགོ་ཆོད་དེ་ཞོན་ནོ། ཨེ་ནས་ག་ཆོས་པོ་ཤེས་དེ་ན་ཉམས་སུ་ལེན་བཀན་པོའམ་ཆོས་པོ་སུའི་རྒྱུད་ལ་ཡོད་ཀྱ་གཟན་པོ་ཆེ་དགེ་འདུན་གྱི་རྒྱུད་ལ་ཡོད་པ་བསམ་ན་ཨེ་ནས་ག་ཆོས་ལ་མཆོད་པ་ཕུལ་ལོ་ཡང་ཕ་ཡོན་ཐོབ་བས་ཞོན་ནོ། གསུངས་པ་བཟང་ན། བཞིན་གྱིས་དམ་པར་དགེ་འདུན་ལ་གཟིར་བྱ་ཟིར་གཏོར་བདག་པོ། ད་ང་དང་ཨོ་དེ་ཡིན་ཀྱང། ད་ཡིན་ན་གཟུགས་ཀྱིས། ནི་ང་དང་ཡར་དཀོན་མཆོག་ལ་དེར་ན་ཙོག་ལ་ད་ང་དང་ས་ལས། ནི་ཉམ་ཆུང་ནད་པ། ནི་རང་གི་ཕ་མ། ཨོ་ད་ཁོང་ཚང་མ་ང་དང་སྤྱིན་པས་ནི་དགའ། ཉམས་ལེན་ལ་འཇུག་གོ་ཤ་སྤྱིན་པ་བཏང་གོ་ཤ་སྤོ་དམངས་སྟེང་ཁག་ཅན་ཕྱིར་བཀྱག་པ། ཨོ་སོང་བ་སང་ན། ག་གེ་བལྟས་ན་ང་དང་སྟུར་རྒྱུན་ན་ཤུ་ཡ་ནོག་པ། ཨོ་དེ་ནས་ག་གེ་བལྟས་ན་ང་དང་མི་ཡ། མི་ལུས་ཤིག་ཐོབ་ཏེ་ལོངས་སྤྱོད་མ་བྱུང་ན་ཡ་མིན་ན་ལོངས་སྤྱོད་ཀྱི་ཕོངས་ན། ཨེ་ནས་ང་དང་ཅི་བྱེད་ཀྱ་ཟེར་རན་པོ་ཅིག་ད་ཨེ་ནས་ཆོས་རྣམ་པར་དག་པ་སྒྲུབ་བ་ལ་ཉན་ན་མེད་ཀྱ་ད་ཆོས་རྣམ་པར་དག་པ་སྒྲུབ་ལོང་ཁོ་རང་ཡོང་ཡ་མེད་ཀྱ་ད་ཅི་ཡ་ཟེར་ན་ཟ་རྒྱུ་འཐུང་རྒྱུ་མེད་ན་ཨེ་ནས་ཆོས་ག་ཟུག་གི་སྒྲུབ་ཡིན། གསུངས་པ་ཟ་ན་ལོངས་སྤྱོད་ཀྱིས་མ་ཕོངས་པའམ་ལོངས་སྤྱོད་དེ་ནས་ཕུན་སུམ་ཚོགས་པ་ཡོང་བ་ལ་ཨོ་ད་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོང་བྱེད་ཟེར་རྒྱུའོ་སྤྱིན་བརྒྱག་ཟེར་ན་ང་དང་སྤྱིན་པའི་ཉམས་ལེན་འབུལ་འཁྱག་པ། གསུངས་པ་ཟ་ན་དཔེར་ན་ང་དང་ཨེ་རང་དོན་ཧ་ལས་པོ་རང་རང་ཉིད་ངོམས་པར་རྫོགས་པ་སངས་རྒྱས་པ་ལ་ཕ་རོལ་ཏུ་ཕྱིན་པ་དཀྲུགས་ཡང་མེད་ན་ཕ་རོལ་ཏུ་ཕྱིན་པར་སྤྱུད་གསུངས་པས་ན་ཨེ་ཕ་རོལ་ཏུ་ཕྱིན་པར་སྤྱུད་ནའམ་ཡང་མེད་ན་ཕ་རོལ་ཏུ་ཕྱིན་པར་དཀྲུགས་ཡིན་ན་དང་པོ་དང་རྐྱང་པོ་ཉམས་ལེན་པོ་ཅི་གསུངས་སི་འདུག་ཟེར་ན་སྤྱིན་པའི་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་གསུངས་སི་འདུག་བ་ལས། གསུངས་པ་ས་ན་རང་དོན་དུ་ཨོ་དེ་ནས་ཨ་ལས་མདོར་བསྡུ་ན་རང་དོན་ཨེ་ནས་ཕ་རོལ་ཏུ་ཕྱིན་པ་དྲུག་གི་ཨེ་ནས་ཐོག་མའམ་ཡང་མེད་ན་སྒོ་མ་ལ་ཡང་ཅི་གསུངས་སི་འདུག་ཟེར་ན་སྤྱིན་པའི་ཉམས་ལེན་པོ་གསུངས་སི་འདུག་ཀྱང། ད་ལྟའི་སྣ་ཚོགས་ལ་ཡིན་ན་ཡིན་ནོ་ལས་ང་དང་གཅིག་པའི་ཕ་རོལ་ཏུ་ཕྱིན་པ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་བཟོད་པའི་ཕ་རོལ་ཏུ་ཕྱིན་པ་བརྩོན་འགྲུས་ཀྱི་ཕ་རོལ་ཏུ་ཕྱིན་པ་བསམ་གཏམ་གྱི་ཕ་རོལ་ཏུ་ཕྱིན་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དྲུག་གསུངས་ཟིན་ན་དང་པོ་དང་གྱང་པོ་གཅིག་གསུངས་ཟིན་འདུག་ཚང་མ་ཟང་ཁག་ཆེན་མོ་བོ་གཅིན་པའི་ཕ་རོལ་ཏུ་ཕྱིན་པ་ཡིན་ནོ་གཟན་པོ་གཅིག་གཅིན་པའི་ཉམས་ལེན་ལ་འཇུག་དགོས་བསྟན་ནོ་གསུངས་ཟིན་འདུག་ལ། ད་དེ་སྣ་ཚོགས་ལ་ཨེ་ནི་དགའ་བསྡུ་ཡའི་དངོས་པོ་བཞི། ཧ་ལས་གཞན་དོན་དུ་དེ་ནི་བསྡུ་ཡའི་དངོས་པོ་བཞི་གསུངས་ཙང་ན་ཡང་ཐོག་མའོ། ཨེ་ནི་ཡང། ཨོ་དེ་ནི་དགའ་བཅིངས་པའི་ཉམས་ལེན་དུ་གསུངས་སུ་འདུག་བ་ལས། འཁོར་བཅིངས་དང་མཉམ་པར་སྨྲ་བ་དང་འཇིག་རྟེན་དོན་དུ་གདུལ་བྱའི་དོན་ལ་སྤྱོད། བསྡུ་ཡའི་དངོས་པོ་བཞི། བསྡུ་ཡའི་དངོས་པོ་བཞིའི་དཔལ་འབྱོར་གྱི་དཔལ་ཡོན་གྱིས་གསུངས་སུ་འདུག་བ་ལས། གསུངས་པ་ས་ན། འཁོར་བཅིངས་པར་མཉམ་པར་སྨྲ་བ་དང་འཇིག་རྟེན་དོན་དུ་གདུལ་བྱའི་དོན་ལ་སྤྱོད་གསུངས་ཟེར་རོགས་པ། འོ་སོང་པ་ཟ་ན་ཁོ་བ་སྐྱིན་པ་གཟན་པོ་ཅིག་གཞན་ལ་དགོས་སྐོ་ཅི་ཞིག་ཡོད་ན་འོ་དོད་སྐྱིན་པ་དང་ཅེས་པོ་ལ་ང་དང་ཁོ་བ་སྐྱིན་པ་བ་ཞོན་ནོ། སོང་པ་ཟ་ན་འོ་དོད་ཡང་སྐྱིན་པའི་ཉམས་ལེན་ནི་ནོ་བ་ལེ། འོ་སོང་པ་ཟ་ན་ད་ང་དང་བདེ་འུན་ཁེ་དེ་ན་ཅི་ཡིན་ཀྱ་ཟེར་ན་འོ་ང་དང་གཞན་ལ་འོ་ད་སྐྱིན་པ་འོ་ད་འགྲོར་འདུག་ན་རང་གི་ཕ་མ་ལ་ཨོ་ང་དང་ད་མདོར་དུ་ན་ཧ་ལས་དོན་དང་ཨའི་རིགས་རྣམ་སའི་རིགས་ཨོ་ད་དེ་ནི་དགའ་གཟུགས་ཤིག་ཡིན་ནི་ནང་ཁང་པའི་རིགས་དགའ་གཟུགས་ཤིག་དེ་མོ་ཅོ་དེ་རང་གི་བསམ་བློ་རྣམ་པར་དག་པ་དང་ཕུལ་ན་ཨོ་ད་ང་དང་གཅིན་པའི་ཞིང་མཆོག་ཏུ་གྱུར་པ་ཅིག་སུ་ཡིན་ཀྱག་ཟེར་ན་རང་གི་ཕ་མ་ཡིན་ཀྱག་ད་དགའ་གཟུགས་ཀྱི་གཟན་པོ་ཅིག་ང་དང་ཨ་ད་འདག་ས་ད་ལོ་རྒྱལ་དང་འབྱོར་བ་བཅུའི་ཚངས་པའི་ཨི་ལུས་རྟེན་བཟང་པོ་སྐྱེ་བ་སྔར་མེད་ལ་ཞིག་ཡོད་ད་ཡོད་ཀྱག་ད་ཡིན་ན་ཡང་ཚེ་འདིའི་ཕ་མ་གཉིས་ཀྱིས་ཨོ་དེ་ནི་ང་དང་དགོ་མའི། འོ་ད། ལུས་སྐྱིན་ཏེ་ལུས་སྐྱིན་པ་མ་ཟ་དེ་ནས་ང་དང་སྐྱེས་པ་ཙམ་ཡིན་ན་ང་དང་རང་ཡང་སྒོ་རང་ཡང་མ་ཐོན་པ་བསམ་ན་དེ་སྒོ་ཐོན་བཅུགས་ཏེ། དེ་མིའི་སྤྱི་ཚོགས་སུ་ལབ་མིན་ན་ང་གྱོང་དཀར་པོ་སུ་ཡིན་འོག་ཟེར་ན་རང་གི་ཕ་མ་ཡིན་པ་བསམ་ན་འོ་ད་ཕ་མ་ཁྱེད་དེ་ན་ང་དང་བསོད་ནམས་བསགས་པའི་བཞིན་ཡོད་སྣང་སྨན་སྣང་ཅི་ཡིན་ཁྱེད། ཕ་མ་ཁྱེད་དེ་ན་ང་དང་སྐྱིན་པ་དང་སེ་ང་དང་བཞིན་དམ་པ་མཆོག་ཏུ་གྱུར་པ་ཡོད་སྣང་སྨན་སྣང་ཅི་ཡིན་ཁྱེད་གསུངས་པ་བསམ་ན་ང་དང་ཚང་མས་ཏུས་དང་རྣམ་པ་ཀུན་ཏུ།

ཨོ། གསུངས་པ་སངས་ན་ཨོ་རྟགས་ལྔ་དང་ཕ་མ་ལ། ནམ་སངས་ནི་མ་གུས་པ་དང་མ་བརྟགས་པ་དང་ཨོ་དེ་ནི་སེམས་པ་མ་རུང་བ། ནམ་སངས་ང་དང་ཁུར་ཆོ་ག་མེད་ཅོ་ནོ་ཧ་ལས་ང་དང་ཆོས་ཉམས་ལེན་བདེན་པའི་ཆོས་ཉམས་ལེན་མཛད་དཀའ་འཇིག་ཡིན་ན་ནི། ཨོ་ད་ཆོས་པོ་མི་སྣང་བ་ལ་སྤྱོད་དཀའ་འཇིག་ཡིན་ན་ནི། རང་ལ་ཐར་ཙ་ན་ཁྱོང་དེ་ནི་མ་ཐར་ཙ་ན་མ་ཁྱོང་དེ་ནི་བདེན་འདེགས་སྤྱོད་འདུག་སངས་ན་ཨེ་ནི་གོ། དོན་དག་ཅིན་ཀེག་རང་བསོད་ནམས་ཐོབ་བ་མེད་ཀེག་རང་ཆོས་ཉམས་ལེན་པོ་ཨེ་ནི་བདེན་མེག་བ་སྟེ་ཡོང་བ་མེད་ཀེག་པ། གསུངས་པ་སངས་མ་ཏཱ་ང་དང། བྷ་མ་ཡང་ཏཱ་ང་དང་བཞིན་གྱི་མཆོག། ཡང་མེད་ན་ནི་ང་དང་ཧ་ལས་སྤྱིན་པའི་ཡུལ། བླ་ན་མེད་པའམ་སྤྱིན་པའི་གྱི་ཡུལ་ཨེ་ནི་མཆོག་ཏུ་འགྱུར། དེ་སྣ་ཚོགས་ལ་ང་དང་ནད་པ། འགའ་ནད་པ་ཞིག། ཡང་མེད་ན་འགའ་སེམས་ཅན་ཉམས་ཐག་པོ་ཞིག་ཧ་ལས་བཟའ་རྒྱུ་འཐུང་རྒྱུ་མེད་པ་རྟོགས་ཏེ་སྐོམས་ཏེ། ད་དེ་ནས་འཁྱགས་སེ་འདུག་ག་ནི་མི་ངོ་ལ་ཡང་ཏཱ་ང་དང། རང་ངག་ཉན་གང་སྐྱོགས་གང་འཇོན་གང། ག་ཟུག་ཞིག་གིས་རོགས་བྱོས་ན་ཡང་རོགས་བྱོས་ཉན་ན། ཨོ་ད་ང་དང་དོན་དག་ང་དང་རང་བསོད་ནམས་དཔག་ཏུ་མེད་པ་ཐོབ་པའི་གེགས་དག་ཁོ་ལ་ཡང་ཕན་པར་མ་ཟད་ང་དང་ཡང་ཨོ་དེ་ནས་བསོད་ནམས་དཔག་ཏུ་མེད་པ་ཐོབ་བ་བསོད་ན་ཨོ་ང་དང་རང་ཡི་དོན་སྤྱོན་བསམ་ན་ཡང་ཨོ་ད་དེ་ནས་བཅིན་པའི་ཉམས་ལེན་ལ་འཇུག་དགོས་བསྟན་བ་ལས། ཨོ་ད་གཞན་ལ་ཕན་ཐོགས་ཞུགས་ཡིན་བསམ་ན་ཡང་ཨོ་བཅིན་པའི་ཉམས་ལེན་ལ་འཇུག་དགོས་པ་བསམ་ན་བཅིན་པའི་ཉམས་ལེན་དུ་ཁེལ་དེ་ན་རང་གཞན་གཉིས་ཀ་ལ་ཁེལ་ཡོད་གང་ཅིག་གིས་ང་དང་བཅའ་བ་ཞིག་ཡིན་གེགས་དག། ཨོ་ཆོས་སྤྱོད་སྟངས་གཅིག་ཡིན་ཀྱང། དེ་ཡིན་མཁན་པོ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་ཨེ་ནི་དགག་བཞག་ན་ཨེ་ནི་ཅི་གསུངས་སུ་འདུག་ཟེར་ན་ཀྱེས། སྐྱེས་བུ་བདག་པོ་ཕོངས་པ་ནི་སྡུག་བསྔལ་བ་སྟེས་སོ། གསུངས་པ་བསམ་ན་ཕོངས་པ་གཟན་པོ་སྐྱེ་རྔ་དང་དབུལ་ཞིང་ཕོངས་པ་སྐྱེ་དེ་ནི་ཧ་ཅང་སྡུག་བསྔལ་ཡིན་ནོ་གསུངས་སྟེ་ནོ། ཕོངས་པས་ནི་བདག་གི་དོན་ཀྱང་བྱ་བར་མི་ནུས་ན་གཞན་གྱི་དོན་ལྟ་ཅིག་སྨོས་ཀྱིས། འོ་དབུལ་ཞིང་ཕོངས་ཏེ་ཡོད་ན་རང་ནི་དོན་རྣམས་སྤྱོད་ཉན་ན་མེད་ཀྱང་གཞན་ནི་དོན་རྣམས་སྤྱོད་ཉན་ན་མ་ནོ་གསུངས་སྟེ་ནོར་དང་ལྔ་དང་ཡིན་ནོ་དུས་ལྔ་དང་ཧ་གོ་འཇིག་ཡིན་ནོ། འོ་བཟའ་རྒྱུ་འཐུང་རྒྱུ་རྒྱུ་ནོར་ལོངས་སྤྱོད་ཅང་མེད་ན་དབུལ་ཞིང་ཕོངས་ཏེ་འདུག་ན། རང་དོན་རྣམས་བཟའ་བསང་སྤྱོད་ཉན་ན་མེད་ཀྱང་གཞན་དོན་རྣམས་ར་བཟའ་བསང་སྤྱོད་ཉན་ན་མེད་ཀྱང་ལྟ། གསུངས་པ་བསམ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕོངས་པ་ནི་བདག་གིས་དོན་ཀྱང་བྱ་མི་ནུས་ན་གཞན་གྱིས་དོན་ལྟ་ཅིག་མོས་ཀྱིས་གསུངས་སྲིད་དོ། ད་ཕོངས་པ་དབུལ་ཞིང་ཕོངས་ཏེ་ན་སུ་ཡོད་ན་ཨོ་གཟུགས་ཤིག་དབུལ་ཞིང་ཕོངས་ཏེ་འདུག་གོ་འོད་ན་རང་དོན་ན་ཨོ་དེ་ནི་རྒྱ་ལེགས་བྱོལ་ངེས་ན་མེད་ཀྱང་གཞན་དོན་ན་རྒྱ་ལེགས་བྱོལ་ངེས་ན་མེད་ཀྱང་མདོར་བསྡུ་ན་རང་གཞན་གཉིས་ཀ་ལ་ཅང་བཅོམ་ཡན་ཆད་ཞིག་ན་སུ་ལྷུང་སྟེ་ནོ་གསུངས་སྟེ་ནོ། དེ་ལྟ་ན་ཁྱེད་ཀྱིས་བྱིན་པ་བྱིན་ལགས། འོ་ད་ཁྱེད་རང་འཕོངས་པའི་སྡུག་བསྔལ་བོ་གོ་ས་དབུལ་ཞིང་འཕོངས་པའི་སྡུག་བསྔལ་བོ་དང་བྲལ་དགོས་ན་དབུལ་ཞིང་འཕོངས་པ་དང་དབུལ་ཞིང་འཕོངས་པ་ལ་ཐར་དགོས་ན། འོ་དེ་ལྟ་ན་ཁྱེད་ཀྱིས་བྱིན་པ་བྱིན་ལགས། འོ་བྱིན་པའི་ཉམས་ལེན་བཅུ་གསུངས་ཟིན་ནོ། ཨོ། སྤྱིན་པ་སྤྱིན་གླགས། བདག་གཞན་བདེ་བར་གྱིས་ཤིག། ཨོ། དེ་ནས་སྤྱིན་པའི་ཉམས་ལེན་ལ་འཇུག་ན། ཨོ། དེ་ནས་བདག་ཡང་བདེ་བར་འགྱུར་ར་ནོག་གཞན་ཡང་བདེ་བར་འགྱུར་ར་ནོག་གཟན་པོ་ཅི་ཨོ། ད་སྤྱིན་པའི་ཉམས་ལེན་བཅོས་ཏེ་རང་གཞན་གཉིས་ཀ་ལ་དེ་ནས་སྐྱིད་པོ་འམ་རུ་བདེ་བ་ཡོང་བྱ་ཞིག་བཅོས་ཨོ་གསུངས་བསྟན་བ་ལས། ཨོ། ཕོངས་པའི་ཟིལ་གྱིས་ནོན་ཏེ་ཉིན་ཞག་གཉིས་ཀྱིས་བཟོད་ན་ངན་སོང་གསུམ་ལ་མི་ཐར་བར་འགྱུར་ད་རེས། ཨོ་ད་དེ་ནས་ཕོངས་པའི་སྡུག་བསྔལ་གྱིས་ཨེ་ནས་ད་ཧ་ལས་ག་ད་མི་ད་ང་དང་ཨེ་ནས་བྱ་བ་ངན་པ་སྤྱོད་པ་ངན་པ་ཐ་ན་བཟུང་སྟེ་རང་གི་ཤ་རང་གིས་བཟོས་ཨོ་རང་གིས་དེ་ནས་དེ་རིང་བསད་པའི་ཤ་དེ་རིང་བཟོས་ཨོ་དེ་ནས་ག་ཁྱེད་དེ་ན་རང་གིས་དེ་ནས་ཨོ་ད་ཨི་ངོ་ལ་ཕན་ཐོགས་སྤྱོད་ག་ནས་ཨོ་དེ་ནས་འགྲོ་བ་དུད་འགྲོ་ངོ་ནས་ཤ་ང་དང་རང་གཟན་པོ་གཅིག་ཨོ་ད་དེ་ནས་ཨེ་ནས་ངན་སོང་གི་གནས་ལ་མི་ཐར་བྱ་ཟེར་རྒྱུ་ཡིན་ནོ་གསུངས་སྟེ་ནོ་ག་ལས། ཨོ་གསུངས་པ་བསམ། ཨོ་ང་དང་ཚང་མས་ཨོ་ད་ཏུས་དང་རྣམ་པ་ཀུན་ཏུ་ཨོ་བདེན་པས་རང་ལའང་འདི་སྐད་གཞན་ལའང་འདི་སྐད་དགོས་ན་སྤྱིན་པའི་ཉམས་ལེན་ལ་འཇུག་གསུངས་ཟེར་རོ། ཨོ་ད་ང་དང་ཚང་མ་ཨོ་གདངས་འདི་རིང་ཡི་དུས་ཚོད་ལ་ང་དང་དབུལ་ཞིང་ཕོངས་ཏེ་སུའང་མི་ནུས་བ་ལས། ད་མེད་པ་བསམ་ན་རང་ལ་རྒྱུ་ནོར་ལོངས་སྤྱོད་ཡོད་པའི་ན་སྐབས་ལ་ཨོ་དེ་ནས་ཡར་དཀོན་མཆོག་ལ་མཆོད་པ་ཕུལ་སངས་རྒྱས་དཀོན་མཆོག་ལ་མཆོད་པ་ཕུལ་ན་ཡང་འདྲ། ཆོས་དཀོན་མཆོག་ལ་མཆོད་པ་ཕུལ་ན་ཡང་འདྲ་འོ་ད་ང་དང་དགོན་པ་སྔོན་ལ་འབར་འབར་ལ་ཡང་ཡང་སྐྱོ་དེ་ཨེ་ནས་ད་ག་མང་ཉུང་ཅི་རིགས་ཕུལ་བྱས་ན་རང་གི་སེམས་ལ་བབས་ཀ་འཇིག་རང་གི་སེམས་ལ་སྐྱོགས་ཀ་འཇིག་རང་ང་ཡོད་ཀ་འགྲིག་འོ་དེ་ནས་ཕུལ་ལ་སྐྱོར་ན་འོ་ད་དོན་དག་ང་དང་རང་སོ་དེ་སོ་ནམ་དཔག་ཏུ་མེད་པ་ཐོབ་བས་ཀྱང། ཨོ་ད་དེ་སྣ་ཚོགས་ལ་དགེ་འདུན་ཚོགས་ས་རེ་ཡི་གཟུགས་རེ་སྐྱོ་དུ་ཡོང་ཡོད་ཡོད་སྣ་སྐབས་ཡི་ང་དང་མཇལ་ཙ་ན་ཨོ་དེ་སྣ་སྐབས་ལ་ད་རང་ཡི་མང་ཉུང་མ་རག་ལ་ས་མེད་ཀྱ་ལ་མང་ཉུང་ཀ་གཟུགས་ཤིག་ཕུལ་ན་རང་ཡི་སེམས་ལ་སྐྱོ་སྐ་འཇིག་ཨོ་ད་དེ་ན་རྒྱ་མཚོ་ལ་ཆུ་ཐིགས་ཀྱི་དྲེལ་པ་ཟེ་ར་ཟོ་ལ་ང་དང་མང་ཉུང་རེ་ཕུལ་ན་ཨོ་ད་དེ་ག་ན་ང་དང་བསོད་ནམས་དཔག་ཏུ་མེད་པ་ཐོབ་ཡོད་ཀྱ་ད་དེ་ན་བདེ་བ་སངས་ད་རུང་ང་དང་ཁག་བྱས་ཅིག་ཨོ་ད་ད་ནི་རང་གི་ཕ་མ་ལ། ཨོ་བྷ་མར་དགའ་སྟེར་སྒུག་སྟེ་ཡོད་དམ་པོ་ཅིག་ཨེ་ནི་ཁོང་ཁྱུ་དག་མ་ན་ཁོང་ལྡག་ན་མེད་ན་ཁོང་རང་འཇོན་ཐང་པོ་ལུས་ཀྱི་དབང་པོ་ཚང་མ་ཉམས་སུ་ཡོད་པ་བསམ་ན་ཨོ་དེ་ན་སྐབས་ལ་ཨོ་ད་དེ་ནི་བྷ་མ་ཨོ་ད་ཆོས་པ་ཕུལ་ན་ཡང་འདྲ་བྷ་མ་ལ་བསྙེན་བཀུར་ཞུས་ན་ཡང་འདྲ་བྷ་མ་ལ་ཞབས་ཏོག་ཞུས་ན་ཡང་འདྲ་ཨོ་དེ་སུའི་ལ་སྒ་ནིན་ཀྱ་ཟེར་ན་ད་ང་དང་ཕྲུ་གུ་ཚང་མ་དང་བསྙེན་བཀྲུང་པོ་ཚང་མ་དང་ཡམ་དོན་ལ་ཡོད་ཀ་ནི་ཨོ་མི་ངོ་ནི་ང་དང་ལ་སྒ་ནིན་ཀྱ་བྷ་མ་ཨིན་ན་མེད་ན་ཡང་རང་གི་ཁྱིམ་མཚེས་ན་ཡོད་དཀའ་ནས་གར་འགོན་རེ་བཞུགས་ཟེར་ན་ཨོ་དེ་སྔོན་ལའང་ཞབས་ཕྱི་བཞུད་བྱ་སྤོ་ང་ཐང་ཚང་མའི་ལ་སྒ་འཇིག་ཡིན་སྐད་ད། ཨོ་ད་ང་ཐང་དེ་ཚང་མ་བཅའ་བོར་ཏེ་ཨེ་ནི་ད་རྒྱ་ཆེན་མོ་ན་སྤྱོ་ག་འཇོ་ཟེར་ན་ཨེ་ནི་བན་ཆེ་རྒྱ་ཆེན་མོའང་སྒྲུབ་མ་ཡིན་ཨེ་ནི་རྒྱ་ཆུང་ཚེའང་སྤྱོ་མ་ཡིན་པ་ཨེ་ནི་དོན་དག་ཨོ་ཆོས་རྩ་བ་ཉིད་ན་མེད་དཀའ་ནས་མི་ཞིག་འདུག་ང་ཐང་བསྒྱུར་བྱ་སི་ཉན་དགའ་འདུག་ཨ་ལེ། ཨེ་ནི་བར་བར་ལ་ཆོས་མང་ཉུང་རེ་བཅོས་ན་ཡང་འདོད། མི་སྣང་བར་ལ་མི་ཆོས་སོགས་ལ་ཆོས་པ་བསགས་ན་ཨེ་ནི་འདོདའང་ཆོས་རྣམ་པར་དག་པ་ཞིག་གམ་མ་སོང་པ་བསགས་ན་དོན་དག་མི་ཚེ་སྒོམ་འདོད། ཨེ་ནི་ཆོས་རྣམ་པར་དག་པ་ཅི་ཡང་བསྒྲུབ་མ་ཉན་ན་མི་ཚེ་ཁྱོད་ཅག་སྲིད་ང་དང་ཉན་དགའ་ཡོད་དོན་རོ། ཨོ་སོང་པ་བསགས་ན་ཨོ་ཏང་ང་ཏང་བདེན་པའི་བདག་སར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨེ་ནི་ངས་ཨི་ཀ་ན་བཞལ་ན་གསུངས་སྟེ་འདུག་ཟེར་ཀ་ནས་ཚིགས་སྤོ་ཅི་མཛད་ན་སྐྱེས། སྐྱིས་བུ་བདག་ཕོངས་པ་ནི་སྡུག་བསྔལ་བ་སྟེ། ཕོངས་པས་ནི་བདག་གིས་དོན་ཀྱང་བྱ་བར་མི་ནུས་ན་གཞན་གྱི་དོན་ལྟ་ཅིག་མོད་ཀྱི། དེ་ལྟ་ན་ཁྱེད་ཀྱིས་བཅིངས་པ་བྱིན་ལ་བདག་གཞན་ལ་བདེ་བར་གྱིས་ཤིག། ཕོངས་པའི་ཟིལ་གྱིས་ནོན་ཏེ་ཉིན་ཞག་གཉིས་ཀྱིས་བཟོད་ན་ང་སོང་གསུམ་ལ་ཐར་བར་མི་འགྱུར་ཏཱ་རེ། གསུངས་སོ། ཨོ་གསུངས་པ་སོང་ན་ཨོ་ད་ཨོ་དེ་དབེན་བདེན་པས་ཨོ་ད་དེ་ནི་ང་དང། མ་འོངས་དེའང་ཨེ་ནི་ང་དང་ཁག་ཅན། ཨོ་ད་ལྟའི་སྤྱི་འབེན་ཉམས་ལེན་བུ་དག་གསང་སྔགས་དང་རང་རྒྱུ་ནོར་ལོངས་སྤྱོད་རྩ་བའི་རྒྱུར་དེ་ཡོད་ན་སྤྱི་འབེན་ཉམས་ལེན་ལ་ང་དང་འཇུག་ཉན་ཅེས་བརྗོད་དེ་ནོག་ག་ལོ་ད་དེ་ལ་ང་དང་ཟང་ཟིང་གིས་བཅིན་པ་ཟེར་ནོག་ཨེ་ནི་ད་ག་ང་དང་ས་ལེ་དེ་ནི་ཆོས་ཀྱིས་བཅིན་པ་ཟེར་ཨན་པོ་ཅིག་ཨེ་ནི་ང་དང་ཆོས་མང་ཉུང་རེ་ཤེས་གང་ངོ་ནས་ནི་ཨོ་ད་དེ་ནི་སྤྱི་འབེན་ནང་མཆོག་ཏུ་གྱུར་པ་ཆོས་ཀྱིས་བཅིན་པ་བསམ་ན་ཨོ་གཞན་ལ་ཆོས་ཀྱིས་བཅིན་པ་དང་ཅལ་དང་བཏུས་དང་རྣམ་པ་ཀུན་ཏུ་བརྩོན་ངོ་ཟེར་ནོག། རང་གཞན་ལ་ཆོས་ཀྱི་སྤྱིན་པ་བཟང་པོ་གཅིག་ཨོ་རང་ཨོ་ད་ཆོས་ཀྱི་སློབ་སྦྱོང་ན་ཚ་དཀའ་གཟུགས་ཤིག་ཡོད་ན་ཡང་རང་ཨི་ཉེ་འཁོར་ན་ཡོད་པའམ་ཨོ་རང་གི་ཡམ་དོན་ལ་ཡོད་ཀ་ནས་མི་ངུ་ལ་ཨོ་ཆོས་མང་ཉུང་བའི་དོར་དུ་ན་མི་གཅིག་ལ་མ་གཏོགས་མ་བསླབ་ན་ཡང་འདྲ། མི་གཉིས་ལ་མ་གཏོགས་མ་བསླབ་ན་ཡང་འདྲ་རང་ཨ་ཤེས་ཀ་ནས་ཆོས་པོ་ཨོ་གཞན་ལ་བསླབས་ཏེ་ཨོ་རང་ཨ་དེ་ནས་བླ་མ་དགེ་བའི་བཤེས་གཉེན་རྣམས་ཀྱི་དྲུང་ན་བསླབ་བྱ་བཟང་པོ་རེ་ཐོབ་ཏེ་ཡོད་ན་ཨོ་དེ་བསླབ་བྱ་བཟང་པོ་འོང་གི་དེ་ན་གཞན་ལ་ཐོབ་བཅུགས་ཏེ། རང་ཨ་དེ་ག་ན་ཙམ་ཞིག་ཕན་ཐོགས་ཡོད་དཀའ་ནང་བཞིན་ཅིག་ཨོ་དེ་ཕན་ཐོགས་པའང་གཞན་ལ་ང་དང་སྟེར་ཉན་ན་གཞན་ལ་སླེབས་བཅུག་ཉན་ན་ཨོ་དོའང་ང་དང་ཆོས་ཀྱི་སྤྱིན་པ་ཡིན་ཀྱང། ཨོ་ད་དེ་ནི་མི་འཇིགས་པའི་སྤྱིན་པ་ཟེར་རན་པོ་ཅིག་ཨེ་ནི་ང་དང་ཕྱོགས་གཞན་གྱི་ཕྱོགས་སྐྱོབ་བྱས། ཨོ་ད་དཔེར་ན་ང་དང་ག་ནད་པ་ཞིག་ག་སྨན་ཆོས་ཀྱིས་བཏོན་ལ་ཨོ་ནད་གཡོག་ཆོས་དེས་ཨོ། དེ་ནས་ཁོ་ལ་ཡང། རང་གི་ཟས་ནི་ཡམ་དོན་ལ་ཡང་རོགས་དཀའ་གཟུགས་ཤིག་སྤྱོད་ངེས་ན། ཁོས་ནད་ལ་སྐྱོབ་བྱ་བསམ་ཁོའི་ཚེ་སྲོག་ཐར་བྱ་ཟེར་ང་དང་བླ་ཞིག་བཅོལ་ན་ཨོ་དོ་ལ་ང་དང་ཅི་བྱོན་ནོ་མི་འཇིགས་པའི་སྤྱིན་པ་བྱོན་ནོ། ཨོ་ད་དེ་ནད་ཚོགས་ལ་དུད་འགྲོ་སེམས་ཅན་གཞན། སྲོག་ལ་སྐྱོབ་བྱ་ཟེར་བླ་ཞིག་བཅོལ་ན་ཨོ་ད་ང་དང་ཨོ་དོ་ལ་མི་འཇིགས་པའི་སྤྱིན་པ་བྱོན་ནོ། ཨོ། ད་སོང་པ་བཟང་ན། ཨོ་ང་དང་སུ་དང་བསྡད་ན་ཡང་ལྷག་བསྟོད་འདུག་ཨེ་ནས་རང་ཨེ་ནང་ཁང་པའི་ནང་ཨ་སྐད་དེ་ཡོད་ཀ་ནས་དུ་རོ། ཧ་ལས་ད་དཔེ་ན་ང་དང་ཛོ་ཡིན་ན་ཡང་འདྲ། ཡག་ཡིན་ན་ཡང་འདྲ། ཨོ་ད་ར་མ་བ་ལང་ཡིན་ན་ཡང་འདྲ། ཨོ་དེ་ང་དང་མི་ཚེ་སྒོམ་འདོག་ཁོའི་མི་ཚེ་སྒོམ་འདོག་ང་དང་བཀོལ་བཀོལ་བཀོལ་དེ་ན་ད་ནས་ཀ་ང་དང་ཨོ་དེ་ཤ་བཟའ་ན། ཨོ་ད་དེ་ནས་ང་དང་ང་སོང་སུ་མིན་ཨ་ཆ་ཆ་སྤོ་ལྟ་འཁེལ་དེ་ཡིན་སུ་ང་ནོག་ད་ལས། དཔེར་ན་ཡིན་ན་ཡིན་ནོ་ག་ལེ་དཔེར་ན་ང་དང་ནང་ཁང་པའི་ནང་བ་ལང་ཅིག་ཡོད་ན་ཡང་འདྲ་མཛོ་ཞིག་ཡོད་ན་ཡང་འདྲ་མི་ཚེའི་སྒོམ་དོགས་ང་དང་སྟོན་དོགས་བར་ཆད་སྲིད་པ་བཞིན་ངོས་དེ་དེ་མཛོ་བཀོལ་བཀོལ་བཀོལ་དེ་ན་ཐོ་ར་སུ་ཁོ་བོ་མ་འཁྱུད་མ་ལྡན་པ་ཆེན་པོ་ཅིག་ཨེ་ནི་ཁོའི་ཤ་ང་དང་བཟོ་བཟོ་སྟངས་ན་ད་ཨེ་ནི་ད་ང་དང་ས་དེ་བཟོ་སྟངས་ན་ད་ང་དང་ཙམ་ཞིག་མ་རབས་མི་རག་ད་ལེ། ཨོ་རྟ་དཔེ་ན་བ་ལང་སྔོན་ང་དང་མི་ཚེ་སྒོམ་མདོ་རང་ཨོ་མ་འཐུང་ཞོ་འཐུང་མར་བཟོ་རང་མ་བཟའ་རང་ཨེ་གྲ་ཕྲུ་གུ་དང་ཁྱིམ་མཚེས་ཚང་མ་ལ་ང་དང་རང་ཨེ་དགའ་བཞིན་སྤྲོ་བཞིན་དུ་དང་ཅག་ཚེ་སྒོ་སྐབས་ནན་ནན་དེ་ན་ད་མེ་ཀ་ཁོ་ས་དེ་ང་དང་བཟོ་ས་དང་ན་ཨོ་རྟ་དགའ་གཟུགས་ཤིག་མི་རག་ཨེ་ནི་ང་དང་མི་ཚོགས་རག་ཨ་ད་ལས། སོང་པ་བཟང་ན་ཨོ་ད་ང་དང་ཚང་མས་ཨོ་སྤྱིན་པའི་ཉམས་ལེན་ལ་འཇུག་བཙའ་ན་ཨོ་དེ་ནས་ཡར་དཀོན་མཆོག་ལ་སངས་རྒྱས་ལ་མཆོད་པ་ཕུལ་རྗེས་དགིན་ཆོས་ལ་སྟོད་ནས་དགའ་ཁྱེད་དེ་ན་མཆོད་པ་ཕུལ་རྗེས་དགེ་འདུན་ལ་ཨོ་དེ་ནས་བསྙེན་བཀུར་ཞུས་རྗེས་ལ་སོགས་པའི་ལ་ལར་བརྩོན་བྱས་ཨེ་ནས་དེ་སྣ་ཚོགས་ལ་ཉམས་ཆུང་ནད་པ། ཨོ་ཕ་མ། ཨོ་དེ་ནས་དབུལ་ཕོངས་ལ་ཨོ་ང་དང་གཅིན་པའི་ཉམས་ལེན་ལ་འཇུག་ཙང་ན་རང་གིས་དེ་ནས་སྡང་ཞུ་ག་ནང་ཙོག་ལ་དངོས་པོ་མ་བཏགས་པ་སྤངས་ཏེ་ཨོ་དེ་ནས་བཏགས་པ་གཙང་བཞིན་ཨི་དུ་ཨོ་ངག་སྡིག་པ་དང་མ་འདྲེས་པ། དཀོར་དང་མ་འདྲེས་པ། ཨོ་བསམ་པ་ངན་པ་དང་མ་འདྲེས་པ། ཨོ་དེ་ནས་མི་གཙང་བ་མ་ཡིན་པ། ཨོ་དེ་ནས་ཨི་དུ་ཨོ་ངམ་ཨི་དུ་ཨོ་ངོས་དངོས་པོ་རྣམས་ཨོ་གཞན་ལ་གཅིན་པ་བཏང་ན་ཨོ་ད་ང་དང་ལྡན་པའི་རང་ཨོ་དེ་ནས་རང་ང་ལོངས་སྤྱོད་འབྱུང་བར་མ་ཟད་གཞན་ལ་དེ་སྐད་ཀྱང་བྱས་སྲིད་ཨོ་ང་དང་ཐབས་སམ་ལཱས་ལ་འཇུག་བསྟན་པ་ཟ་ན་ད་ཆོས་ང་དང Practical ཨོ་ཆོས་ཉམས་ལེན་བདེན་པའི་རང་བྱུང་ན་ད་ང་དང་བདག་ཟ་ཨོ་དེ་སྔོན་ནས་ཡོད་ཡོད་འདྲ་བ་ལས། དེ་ན་ཡང་དེ་ནས་ང་དང་དགའ་ངེས་ཤིང་དེ་ནས་ཁྱིམ་པའི་རྟེན་ལ་བཞུགས་སྐལ་མངོན་ལ་ཨེ་ནས་ཕར་ཕྱིན་དྲུག་གི་ཉམས་ལེན་ནང་ང་སྤྱིན་པ་དང་ཚུལ་ཁྲིམས་དང་བཟོད་པ་གསུམ་ཨོ་དེ་ནས་ལཱས་ལྷག་ཡོད་མང་ངན་བྱེད་ཆོས་ངན་བྱེད་ཟེར་དགོས་དཀའ་པོ་མང་ཡོད་བཞུགས་ཨ་ནོ། ཨོ་གསུངས་པ་བསམ་ན་ད་ང་དང་སེམས་མི་ན་བསམ་སྟེ་གཅིག་པོ་མ་འདུག་ཨ། ཨོ་ཅོག་གོ་ཤ་རག་གཅིག་པོ་བསམ་སྟེ་མ་འདུག་ཨ། ཨོ་བར་བ་ད་ང་དང་ཡང་ཡང་ཡང་ཡང་རང་ཉན་གན་འཇོན་གན་སེམས་ལ་འབབ་གན་ངོ་མཁས་དེ་ན་བརྩམ་ངན་ད་ལག་ལེན་ནི་ན་ཡང་ན་ང་དང་ད་དང་འདིར་ཡང English ན་ཟེར་ན Practical ཧ་ལས་ཨོ་ད་དེ་ན་འཇུག་གོ་སྟེ་ནོག་མ་རྟོགས་ཨེ་ནས་ད་བསམ་བློ་རྐྱང་དང་འདུག་སྟེ་ཡང་ཁོ་ཕ་ན་མེད་ཀྱ་ཨ་ལས། འོ་གསུངས་པ་བསམ་ན་རྟ་རྔ་དང་ཚང་མེད། འོ་ད་ཏུས་དང་རྣམ་པ་ཀུན་འདུ་ག། སྤྱིན་པའི་ཉམས་ལེན་པོ། འོ་དེ་ནས་མཆོག་ཏུ་གྱུར་པའམ། སྤྱིན་པའི་ཉམས་ལེན་པོ་ཡང་དག་པ་ཞིག། འོ་དེ་ནས་བདེན་པའི་ཧ་ལས། ད་དེ་ལ་ང་དང་འཇུག་ན་ཨེ་ནས་འཇུག་ཉན་ཅི་ཞིག་ང་དང་མགོ་སྐབས་ཡོད་དེ་ནོ་ཧ་ལས། འོ་གསུངས་པ་བསམ་ན་རྟ་རྔ་དང་ས་སྐལ་ཟླ་བས་ན། འོ་ད་ས་སྐལ་ཟླ་བ་གཅིག་པོའམ་མན་ཀེག་ད་དེ་རིང་ངེད་དང་ཡི་ག་ན་ངེད་རྟ་རྔ་དང་བདག་ན་གཅིག་ཞུན་ཅིག་ཡོངས་པ་བསམ་ན་དེ་ན་ངེད་ཁག་ཆེན་མོ་འདུག་བསམ་སྟེ་ངེད་ཅང་དེ་རིང་བཞུགས་གོ་ཞེས་སི་དོན་དག་པོ་ཡང་འོ་དོ་ཡིན། ཨོ་དེ་ནའང་དེ་ནི་ང་དང་མང་པོ་ཞིག་ང་དང་དེ་ཉམས་ལེན་ལ་འཇུག་མ་འཇུག་རང་ཡིན་ང་དང་རང་ཡང་དོ་སྣང་མ་བཅོལ་བ་ང་དང་རང་སྣང་མེད་བཏང་སྟེ་ཡེ་ལོ་བཅོལ་སྟེ་བོར་བཏང་སྟེ་མ་གཏོགས་ང་དང་དེ་ན་འཇུག་མི་ཡན་ཅི་ཅང་མི་རུང་བ་ལས། ཅེས་ཟེར་ན་དག་ས་ང་དང་ཚང་མ་ལ་ཨོ་ད་རྒྱུ་ནོར་ལོངས་སྤྱོད་ཀྱིས་ཕོངས་ཏེ་མེད་ཀྱང་ཨོ་ད་གཞན་ལ་བྱིན་པ་བཏང་ཡང་བསམ་སྟེ་བཏང་ན་བཏང་རྒྱུ་ཡོད་དེ་ནོ་ག་ལེ་ང་དང་བཏང་རྒྱུ་ཡོད་ན་ཡང་བཏང་མ་ཕོད་དམ་འོ་བཏང་བྱས་ཟེར་བསམ་བློ་མ་འཁོར་ར་ཡ་མིན་ན་ཡང་གཅིན་པའི་ཕ་ཡོན་པོ་མ་མཐོང་ངམ་འོ་གཟུགས་ཀྱི་ལུས་དེ་སོང་སྟེ་ནོ་མ་གཏོགས་ང་དང་བཏང་རྒྱུ་མེད་པ་དང་འོ་བཅོས་རྒྱུ་མེད་པ་མ་ནོ་ག་ལེ། འོ་དེ་ནས་ཀྱང་ཡིན་ནི་རང་སྣང་ཁང་པའི་ནང་འོ་ད་ང་དང་ཨ་ཕི་ལས་མེ་མེ་ལས་ཨ་ཕ་ལས་ཨ་མ་ལས་སུ་བཞུགས་སྟེ་ན་རྒན་རྒོན་ག་གཟུགས་ཤིག་བཞུགས་སྟེ་ན་འོ་དེ་སྔོན་ལ་དེ་མོ་བཅོས་ཏེ་ང་དང་ལྟ་རྟོག་རྒྱ་ལ་བཅོ་ག་བྱས་ཨོ་ད་ཁོང་ང་དང་གཅིན་པའི་ལི་ཞིང་གཡོག། མཆོག་ཏུ་གྱུར་པ་ཞིག་ཡིན་ཀྱང་ཐག། ང་དང་ཁྱོད་མཉམ་ལེན་ཡོང་ཆེད་ལ་ཨོ་ཁོང་ཨ་ང་དང་དེ་མོ་ཁྱོད་དེ་ཧ་ལས་ཞབས་ཕྱི་བཞུགས་ཏེ་བདེ་མོ་རྒྱ་ལ་བྱོན་ན་ཨོ་ཐང་དེ་ཚང་མ་ཁྱོད་མཉམ་ལེན་ཡིན་ཀྱང། དུས་རྒྱུན་ན་ང་དང་ཞུ་བ་མེད་ད་ལས་བསམ་པ་བཟང་ན་འཇིག་རྟེན་གྱི་བྱ་བ་ཀུན་ཀྱང་ཁྱོད་སུ་འགྲོ། བཟོ་བཅུན་ལར་བརྟེན་འོབས་ཀྱི་ཆུ་ཤིན་ཏུ་མཐོ་བའི་རི་རྩེ་འདྲེ་ནི་སྲུང་བ་ལོག་པ། ཨོ་རྟ་རྔ་དང་ཀུན་སློང་རྣམ་པར་དག་པ་བསམ་བློ་རྒྱ་ལས་འཁུར་ཏེ་བདེན་པའི་ཨོ་གཟུགས་བྱ་བ་བཟང་པོ་རེ་ལ་འཇུག་ཡོད་ན་ཨོ་དེ་ངོ་ཆོས་ཉམས་ལེན་སྟེང་མ་ཡིན་ཀྱང་དར་སྤེལ་ན་དགའ་ངེས་ཀྱང་ལྷ་བྲེའི་སྒེར་གང་རེ་ཡིན་ན་ཨོ་ལྷ་བྲེ་ནང་སོང་སྟེ་ཁྲོ་བོའི་ངོ་ལ་སློབ་སྦྱོང་ཚིར་དཀར་དེ་མོ་ཆོས་དེ་བསླབས་ན་ཨོ་ད་སྤྱིན་པའི་ཉམས་ལེན་མཆོག་ཏུ་གྱུར་པ་ཡིན་ཀྱང་བདེན་པའི་སྤྱིན་པའི་ནང་ན་མཆོག་ཏུ་གྱུར་པ་ཤེས་བཞིན་གྱི་སྤྱིན་པ་ངེས་ཀྱང་ཨ་ཏང་སྟེང་བག་ལས་དང། ཡིན་ནའང་ཁོ་རང་གིས་ཡོང་སྒོའི་དོན་དག་ག་ལ་ཞིག་སྤྱོད་དགོས་ཟེར་པ་བསམ་ན་དེར་རོ་དེའོ། སྤྱོད་དགོས་ན་ཡང་ཁོ་སྤྱོད་ཟེར་ན་ཀུན་སློང་རྣམ་པར་དག་པ་བསམ་བློ་རྣམ་པར་དག་པའི་སྒོ་ནས་ང་དང་ད་ཅི་སྔོན་ལ་མ་བཞུགས་ས་ལས་བསམ་པ་བཟང་ན་འཇིག་རྟེན་གྱི་བཅའ་བ་ཀུན་ཀྱང་ཆོས་སུ་འགྲོ་ཟེར་ཏེ། བསམ་བློ་རྣམ་པར་དག་པ་ཀུན་སློང་རྣམ་པར་དག་པར་དུ་ཁུར་ཏེ། འོ་ཆོས་སྤྱོད་ང་དང་འོ་གཟུགས་ཀྱི་བཅའ་བ་ཞིག་ལ་འཇུག་གེར་ན། འོ་སློབ་གྲྭའི་སྒེར་གང་ཅིག་གིས་ན་སློབ་གྲྭའི་ནང་ལ་སྒྲུབ་ཁུངས་ལ་སློབ་སྦྱོང་བསླབ་བྱ་ཟེར་ཚུལ་ཁ་ཤས་ལྟོས་ན། འོ་ད་ཤེས་བཞིན་གྱི་སྤྱིན་པ་སྤྱིན་པའི་ནང་མཆོག་ཏུ་གྱུར་པ་ཧ་ལས་འོ་ད་ཆོས་ཀྱི་སྤྱིན་པ་ནང་བཙོག་ཟིན་བ་ལ་ཤེས་ཡོན་གྱི་སྤྱིན་པ་འུན་ཁེ་དེ་ནི་འོ་བཟོའི་གོ་སྐབས་ང་དང་ཡོད་དེ་ནི་འོ་དེ་གོ་སྐབས་ཚང་མ་དེ་མོ་ཆོས་དེ་གནས་འགོ་ཤེས་འོ་ད་འགའ་ང་དང་ནང་པ་སངས་རྒྱས་པའི་ཆོས་ལུགས་ལ་བརྟེན་ཀ་ནི་སློབ་གྲྭའི་དགེར་ག་འཇིག་ཡ་མེད་ན་སློབ་གྲྭའི་དགུ་ཁྲིད་ཅིག་ཡིན་ན་འོ་ད་དེ་ནང་ཡོད་ཀ་ནི་དེ་སློབ་ཕྲུག་ཚང་མ་ལ་ཤེས་ཡོན་ཕུན་སུམ་ཚོགས་པ་གཏང་འགོ་ཤེས་པོ་འོ་ད་དེ་ནི་ཆོས་དང་མཐུན་པའི་ལ་ཟིན་ཀྱག་འོ་ད་ང་དང་འཇིག་རྟེན་དང་མཐུན་པའི་ལ་ཟིན་ཀྱག་ཚེ་འདི་དང་ཚེ་ཕྱི་མ་རྣམས་སུ་རང་ང་དང་ཚང་མ་ལ་སྐྱིད་པོ་ཡོང་བྱ་སྲིད། ཨོ་བྱ་བ་བཟང་པོ་ཞིག་དང་ལ་བཟང་པོ་ཞིག་ཡིན་པ་བསམ་ན་ཨོ་དེ་ལ་ང་དང་ཨར་དེ་མོ་ཞེས་ཚེ་བརྩོན་དགོས་སྟེ་རོགས་ལས། གསུངས་པ་བསམ་ན་ད་དེ་རིང་ཉིན་མང་པོ་མ་བཞུགས་ཨ་ཨི་ཀ་ཚ་འཛ་པོ་རིན་ཨི་ནི་ཚང་མ་ལ་ཐུགས་རྗེ་ཆེ།